སྤྱི་དང། བོད་ཀྱི་རིག་གཞུང་རེད་བོད་ཀྱི་གཤིས་ཁ་རེད་བོད་ཀྱི་ལུགས་སྲོལ་རེད་དེ་ཚོ་དང་དེ་ཚོ་ལ་ཡང་དཔེ་མ་ཟིན་ནང་པའི་གི་ག་རེ་ཟེར་བ་རེད། ཆ་རྐྱེན་ཟེར་བ་རེད་མ་ནང་པའི་གི་ཤུགས་ཞིབ་པོ་ཅིག་ཐེབས་ཡོད་ཙང། དེ་ནས་བོད་ཀྱི་ལུགས་སྲོལ་དང་བོད་པའི་གོམས་གཤིས་དང་བོད་པའི་བྱེད་སྟངས་དང་ད་གང་གང་ཚ་ཅི་ཐད་ནས་དེ་དང་དེ་ནས་ཆོས་དཔེ་ཆོས་ཉིད་ཞེས་གྲགས་ཀྱི་དེ་ནས་གང་ཚེ་འགྲེལ་བ་ཤུགས་ཆེན་པོ་ཞི་བ་ཅིག་ལ་ལོ་བརྒྱ་ཕྲག་མང་པོ་ཕྱིན་ཡོད་ཙང་དེ་ནས་མཚམས་མཚམས་ལ་ཡང་དེའི་ག་རེ་ཟེར་བ་རེད་དབྱེ་བ་འབྱེད་ཡ་དེ་ག་ལེ་ག་པོ་འདྲ་པོ་ཅིག་ཆགས་ཀྱི་ཡོད་ས་རེད་དེ་ཡིན་གཅིག་མིན་གཅིག་རྟག་པར་དབྱེ་བ་འབྱེད་དགོས་ཡ་ད་གང་ཡང་དགོས་གལ་མི་འདུག་ཡིན་ན་ཡང།

གར་སེ་བ་རེད། ཕན་ཐོགས་ཡོད་གི། ཡོང་རྒྱུ་རེད་དྲན་གི་འདུག་དཔེར་ན། ད། ཕྱི་རྒྱལ་འདྲ་གཅིག་ཡིན་ན། མང་པོ་གཅིག་གིས་ད་ནང་ཆོས་ལ་དོ་སྣང་ཡོད་ར། ཡིན་ན་ཡང། ནང་ཆོས་ལ་དོ་སྣང་ཡོད་ར་སྟེ། ཡང་བོད་ཀྱི་རིག་གཞུང་དང་བོད་ཀྱི་གོམས་གཤིས་དང་དེ་ཚོ་ལ་ཡང་དོ་སྣང་ཡོད་པའི་ཁྱད་པར་མེད་རེད།

མང་པོ་གཅིག་གིས་བསྒོམ། བོད་ཀྱི་སྒོམ་གཞི་དེ་གཅིག་བསླབས་ནས། དེ་ནས་དེ་ཡི་དབང་གིས་དེ་ནས་ཡང་མཚམས་མཚམས་ལ་ནང་ཆོས་ཁོ་རང་རང་གི་སློབ་སྦྱོང་དེ། གར་སོང་བ་འཐུས་ཤོར་འགྲོ་བ། དེ་འདྲ་རེ་ཡོད་མེད་འགྲོ་དྲན་གྱི་འདུག་ད་ཐེངས་ངས་དཔེ་བྱས་ནས་ཞུས་ཀྱི་ཡོད། དོན་དག་རྡོག་རྡོག་ད་ལྟའི་ཕྱི་རྗེས་མི་རྐྱང་པ་རེད། ཕྱི་རྗེས་མི་རྐྱང་པ་མ་རེད་ད་ལེན་དཔེར་ན་ད། ངོས་འཛིན་པས་ན་སློབ་སྦྱོང་སྤྲད་དུས་དེ་ནས་ད་སློབ་སྦྱོང་སྤྲད་ཡུལ་ལོ་ཆེ་ཆུང་འདྲ་ཞིག་ཆགས་ཆོག་ཡིན་དཔེར་ན་ལོ་སྤུ་གུ་ཆུང་ཆུང་ནས་དེ་ནས་ནང་ཆོས་ཀྱི་སྙིང་པོ་ག་རེ་ཟེར་བ་གཞིར་བཞག་གི་སྟེང་ནས་སློབ་སྦྱོང་དེ་ག་འདྲས་སྤྲད་དགོས་པ་རེད། ད་དེ་བུག་ཆུང་ཆུང་གི་སྐབས་ནས་ད་དེ་བསམ་བློ་བཏང་ཡས་མང་པོ་ཞིག་འདུག་དཔེར་ན་ང་རང་དགོན་པ་གྲྭ་ས་ནང་ལ་ཡིན་ན་ཡང་ད་ཐམས་ཅད་ཀྱི་མཆན་མཆན་པ་རེད། དེ་ནས་བོད་རིགས་ཀྱི་ཡང་ད་གཙོ་ཆེ་བ་ད་བོད་རིགས་ཡིན་ཟེར་བ་རེད་ད་ཉུང་རུ་ཉུང་རུ་འགྲོ་གི་མེད་འགྲོ་ད་དེའི་ནང་དུ་ལ་འབྲུག་པ་དང་དེ་ནས་ཤར་པ་རྟ་མང་ཚེ་འདྲ་དང་དེ་ནས།

ག་རེ་ཟེར་བ་རེད། བོད་ཀྱི་རིག་གཞུང་དང་གོམས་གཤིས་དེ་ད་གཙོ་ཆེ་བ་བྱེད་དགོས་ཀྱི་ཡོད་ཡོད་ཡིན་ནམ་མེད་ཡིན་ནམ། ཡང་ནང་ཆོས་དེ་གཙོ་ཆེ་བ་བྱེད་དགོས་ཀྱི་ཡོད་ནམ་མེད་ཡིན་ནམ། ད་ཐིག་དཔེར་ན། ཡུལ་སྤི་ནས་ཡོང་མཁན་གྱི་མི་ཟེར་བ་རོ་ད་དེ་དེ་ག་ནང་བཞིན་རྟ་མང་ཤར་པ་དེ་ཚོ་ཁོང་ཚོ་ད།

དེ་ནས་ཡང་དཔེར་ན་ཁོ་རང་ཚོ་གི་སྐད་ཡིག་རེད། དེ་ནས་ཁོ་རང་ཚོ་གི་གོམས་གཤིས་རེད། ཁོ་རང་ཚོ་གི་དེ་ནས་ལོ་རྒྱུས་རེད་སྒྲུང་རེད་དེ་ནས་ཅིག་དཔེ་དཔེ་ཅན་སྦྱར་སྟངས་རེད་གླུ་གཏང་གླུ་གཞས་གཏང་ཡ་རེད་དེ་ཚོ་ཡང་ཕལ་ཆེར་བེད་སྤྱོད་གཏང་བྱས་ནས་ཡང་ནང་ཆོས་སློབ་སྦྱོང་དེ་ཐ་ན་སྤུ་གུ་ཆུང་ཆུང་གི་སྐབས་དེ་ནས་ཡང་འགོ་བཙུགས། འགོ་བཙུགས། བཙུགས་ཡ་དེ་འདྲའི་བསམ་བློ་གཏང་སྟངས་ཡོད་ཀྱི་མ་རེད། གཅིག་དེ་ཡིན། དེ་ནི་སྤྱི་དང། བརྡ་ལན་འདི་ངས་ཞུ་ཡ་དེ་དེ་རེད་ད། ཁ་སང་སྙན་མ་བྱས་པ་ཡིན་ན། གར་བཟོ་བ་རེད། སློབ་སྦྱོང་གི་གར་བཟོ་བར་དགེ་རྒན་བཟོ་བར་རོགས་ད་དགེ་རྒན་གྱི་ཟབ་སྦྱོང་དེ་ཚོ། དམིགས་བསལ་གྱི་བྱས་བྱས་དེ་ནས། དེ་ཡང། དགེ་རྒན་གྱི་ཟབ་སྦྱོང་སྤྲད་ཤེས་མཁན་དེ་རེད་ད། འཛམ་བུ་གླིང་ག་ས་ག་ས་ལ་ཡང། གཅིག། མཁས་དབང་ཟེར་བ་རེད་ཉམས་མྱོང་ཅིག་འདི་འདྲའི་མང་པོ་ཡོད་བ་རེད་དེ་ཚོས་དེ་ཚོས་རྩ་ནས་ང་ཚོས་དགའ་ཚད་ཡིན་ན་ཡང་ཅིག་ཉན་བྱས་ནས་དེ་ནས་ག་རེ་བྱེད་དགོས་ཀྱི་འདུག་ད་གཅིག་བཟོ་ཡ་ཆ་ཞིག་བྱུང་བ་རེད་དེ་ལྟ་ད་ད་ལན་འདི་ག་རང་ཟེར་བ་ནད་རིམས་དང་འདི་འདྲའི་ཅན་པས་དེ་ནས་ད་ལྟ་གནས་སྐབས་ཅིག་མ་བྱུང་བ་རེད

སྤུ་གུ་ཆུང་ཆུང་ཚོ་ལ་ད་ལྟ་ནས་ད་ནང་ཆོས་ཀྱི་སྙིང་པོ་བཞི་རིགས་སྦྱངས་ནས་སློབ་སྦྱོང་སྤྲད་སྟངས་སྐོར་དེ་ལས་ཐུགས་རྗེ་གནང་ཡ་ཅིག་གལ་ཆེན་པོ་ཞིག་པོ་ཅིག་ད་དེ་དུས་རྒྱུན་ང་རང་ཚོའི་གྲྭ་ཚང་རེད་དེ་ཚོའི་ནང་དེ་ལ་ད་ཅིག་བྱེད་སྟངས་ཅིག་ཡོད་ད་ཡོད་རེད་ད་ད་བ་དེ་ད་དེ་མ་འགྲིག་པ་ད་མ་རེད་ད་ད་བ་དེ་འགྲིག་དེ་རེད་ཡིན་ན་ད། དུས་ཚོད་འགྱུར་བ་ཆེན་པོ་འཆང། དེ་ནས་ནང་ཆོས་དོ་སྣང་མེད་མཁན་ཉུང་རུ་ཉུང་རུ་ཕྱིན། དེ་ནས་ཅིག། དགོན་པ་ཟེར་གྱི་དུས་ཅིག། སློབ་སྦྱོང་གར་ཟེར་བ་རེད་ག་ཚད་ཡིན་ན་ད་ཅིག་རྗེས་ལུས། ཐེབས་ས་འདྲ་པོ་ཅིག། དེ་འདྲའི་ཆགས་སྲིད་རེད།

རྒྱ་གར་ཡིན་ནའི་རེད་ད་རྒྱ་གར་མང་རྒྱ་གར་ཡོད་པའི་སློབ་སྦྱོང་མང་ཆེ་བ་ཆུ་མགོ་སེར་གྱི་ག་རེ་ཟེར་བ་རེད་འཛུགས་སྐྲུན་བྱས་བྱས་ཆོག་གི་སློབ་སྦྱོང་མ་གཞི་ད་དེ་གང་འགྲོ་བ་རོ་དེ་འདུག་ག་ན་དེ་ནས་སེམས་པའི་ནང་དུ་ལ་ད་ལོ་བཅུ་བཅོ་ལྔ་ད་གཙུག་ལག་སློབ་གྲྭ་ཆེན་པོ་དེ་ཚོར་འགྲོ་ཚར་བ་ཡིན་ན་ཕལ་ཆེར་ལོ་ཉི་ཤུ་ཚེ་དེ་འདྲའི་ཁོ་རང་ནུབ་ཕྱོགས་ཀྱི་དེ་ནས་སློབ་སྦྱོང་གི་གཞི་ཡོད་པ་གི།

ང་ཚོའི་ནང་ཆོས་ནང་བཤད་ཡ་མང་ཆེ་བ་དེ་དེ་སྤྱི་དང་མ་སྤྱི་སྤྱི་དང་བྱུང་ཁུངས་ཡང་ཁོང་ཚོས་ཁོང་ཚོས་རེད་དེ་ཡོད་རེད་ལ། དེ་ནས་ང་ཚོ་གི་གཅིག་གཉིས་མེད་ཀྱི་ལྟ་བ་ཚིག་གི་འགྲོ་སྟངས་གཅིག་ཡོད་རེད་བ་ད་དུས་རྒྱུན་ལྷ་ཚིག་གི་འགྲོ་སྟངས་ལྷ་དེ་ཚོས་མཚམས་མཚོན་ན་གཙོ་བོ་ཡིན་དེ་མཁན་མཚམས་མཚོན་ན་གཙོ་བོ་དེ་ག་རང་འཁོར་ཡིན་དེ་ག་ད་དེ་ཚོ་ཁོང་ཚོ་དཔེ་ཁོ་རང་ཚོ་སྤྱི་དང་རྒྱ་གར་གྱི་གང་ཟེར་མི་རིགས་ཡ་དེ།

ལམ་སང་ལམ་སང་རྣམ་འབྱོར་འགྲོ་མ་ཐུབ་པ་ཟེར་གི་རོགས་དང་གཅིག་དང་དེ་འདྲ་རེག་ཡོད་ས་རེད་རྒྱ་གར་གྱི་མཁས་པ་མང་པོ་དང་རྒྱ་གར་གྱི་སློབ་སྦྱོང་སྤྲད་མཁན་དང་རྒྱ་གར་ཡ་ད་ཤ་གྱིན་ཡོད་མཁན་མི་མང་པོ་ཚོ་གི་བསམ་འཁྲིལ་ཇི་འདྲ་ཡོད་ས་རེད་དེ། གང་བྱས་ང་ཚོ་ད་བོད་རིགས་མ་ཡིན་མཁན་ད་ཡུ་རོབ་རེད་ཨ་རི་རེད་དེ་འདྲའི་གི་མི་ཚོ་ལ་ཡང་ཁོ་ཚོ་ལ་གཅིག་ཁྱོད་ལ་དོ་སྣང་ཟེར་བ་རེད་གཅིག་སངས་རྒྱས་ཟེར་གི་འདྲ། སངས་རྒྱས་སེམས་དེ་གང་ཟག་དེ་ལ་ཡང་དགའ་བོ་ཡོད་མཁན་སངས་རྒྱས་ཀྱི་གསུང་ནི་དག་ཅིག་དག་དེང་སང་དེབ་བཀྲ་མི་བཀྲ་མང་པོ་རོ། དེ་ཚོ་རྣམས་ཅིག་ཅིག་བལྟས་བལྟས་སུ་ཀློག་བྱས་ན་ཡང་དེ་ཚོ་ལས་ཅིག་ཡང་ཤེས་འདོད་ཡོད་མཁན་ཟེར་བ་དེ་ཡང་དེ་ལས་ཀྱང་ལྷག་ཅིག་ཉམས་སུ་ལེན་འདོད་ཡོད་མཁན་དེ་འདྲས་ད་གང་ལ་གང་འཚམས་ཡོད་རེད་དེ་ཚོ་ལ་ཡང་དེ་ནས་བློ་སྦྱོང་སྤྲད་སྟངས་དེ་ཚོའི་སྐོར་དེ།

དམིགས་བསལ་གྱི་གནད་འགག་ཆེ་ཤོས་གཅིག་ལ་སྤུ་བོ་ཆུང་ཆུང་ཚོར་ཡང་དེ་ནས་གང་ཟག་སློབ་སྦྱོང་སྤྲད་ཡ་དེ་དངོས་གནས་གལ་ཆེན་པོ་ཞི་བོ་ཅིག་ལ་དཀའ་ལས་ཁག་པོ་ཞི་བོ་ཅིག་ཡིན་ས་རེད་ང་ཉེ་ཆར་དེ་འདྲའི་སྤུ་བོ་ཆུང་ཆུང་དེ་འདྲ་ལ་ཡང་ནང་ཆོས་ངོ་སྤྲོད་བྱེད་ས་དེ་འདྲའི་ཐེངས་གཅིག་གཉིས་ཙི་ཕྱིན་པ་ཡིན་གཅིག་ག་རེ་ལབ་དགོས་ཡིན་ན་ཧད་གོ་མ་གང་གི་དེ་འདྲའི་དུས་རྒྱུན་ང་རང་ཚོར་བཤད་བསྡད་པ་དེ་བཤད་བསྡད་ན་ནི།

ད་རྗེས་ཟློས་ཟེར་བ་རུང་དེ་འདྲ་བྱས་ན་བྱས་ཆོག་ཆོག་པ་དེ་འདྲ་ཡོང་གི་འདུག་དེ་འདྲའི་ངག་རྐུབ་སྟངས་དེ་བྱེད་པ་དེ་ནས་བརྗོད་བྱ་དེའི་ནང་དེ་ལ་བརྗོད་བྱ་དེ་སོགས་ཡང་དེ་ནས་ཅིག་ཡིན་རྒྱུ་ནི་ང་རང་ཚོ་གི་ད་སྟོང་ཉིད་དང་སྙིང་རྗེ་དང་བྱང་སེམས་དང་ཚད་མའི་གཞི་དང།

དེ་སྤུ་གུ་ཚོ་ཡིན་ན་ཡང་གཅིག་ཁོ་རང་ཚོའི་མཆོད་བྱམས་དེ་ཚོ་མཉམ། མཆོད་བྱམས་དང་གཅིག་ད་ལྟ་འཛིན་གྲྭ་ཁམས་ཟེར་བ་དང་འཛིན་གྲྭ་ཁམས་གཅིག་སྐུ་པར་གཅིག་བྱམས་ན་ཡང་སྐུ་པར་དེ་བྱམས་སྟངས་འདྲ་པོ་དེ་ཡང་ན་ནི་སྐུ་པར་ཁོ་རང་ཡང། དེ་ནས་གང་ཟག་རི་མོ་དེ་ཡང། སྤུ་གུ་ཚོ་གིས་བསམ་བློ་གནང་དེ་ཡིན་ཡང། ག་ཚད་ཡིན་ཡང་སླེབས་ཐུབ་ཡོད་རིན་པ་འདི་དྲན། དེ་ནས།